ད་དེ་རང་འདི་ནས་དེ་ནས་རྣམ་པ་ཚོ་ཁ་བརྡ་དེ་པ་ཟིག་དེ་ཁ་བརྡ་གི་ནང་དོན་དུ་གཙོ་བོ་བདེ་ཐང་གི་ཕྱོགས་ནས་རེད་དེ་ནས་བདེ་ཐང་གི་ཕྱོགས་ནས་ཡིན་ན་སྤྱི་ཁྱབ་ཀྱི་བྱ་དེ་འཁྱེར་ཡོང་ན། དེ་ནས་ང་ཚོའི་འགྲོ་བ་མི་གཤིས། དེ་ནས་ལུས་ཁམས་ཀྱི་བདེ་ཐང་དང་དེ་ནས་སེམས་ཁམས་ཀྱི་བདེ་ཐང། བདེ་ཐང་དེ་ལ་དབྱེ་བ་ཆེན་པོ་རྣམ་པ་གཉིས་འདྲི་ཟིག་ཡོང་འདྲི། ད་ལྟའི་ནང་གི་དེ་གི་སེམས་ཁམས་ཀྱི་བདེ་ཐང་འདྲི་ཟིག་འཇོག་ན། དེ་ནས་གཅིག་ཏུ་དེང་སང་གི་ལྷ་བཟོ་དང་ནི་དེང་སང་གི་ཁོར་ཡུག་གི་དེ་ནས་རིག་གནས་ད་འདི་ཚོ་ལ་འབྲེལ་བ་རྒྱ་ཆེན་པོ་ཡོད་ནི་རེད། དེ་ནས་ཡང་གཅིག་ཏུ་བཤད་དེ་ཁྱེད་རང་ནང་ང་ཚོའི་ད་རེས་སེམས་ཁམས་གི་བདེ་ཐང་རེད། སེམས་ཁམས་གི་བདེ་ཐང་འདི་ད་ད་རེས་བཙན་འབྲེལ་ཟེར་རེས་གཅིག་སྣང་བ་སངས་རྒྱས་པའི་ཆོས་དབང་དུ་བྱས་ནས་ན། སྐྱེ་བ་སྔ་མ། ད་འདི་མོ་རྣམས་སུ་དགེ་བ་རྣམ་པར་དག་པ་བསྒྲུབ་བྱའི་ཆ་འཛིན་ཡིན་ན། དེ་ནས་ཚེ་འདི་ཡང་ད་རེ། ལུས་སེམས་ཐམས་ཅད་པོ་དང་ན། ཧ་ལས་པ་གི་བདེ་ཐང་ཡོད་རྒྱུ། དུ་གི་གསུང་ཡོད་འདྲི། དེ་འདི་ང་ཚོ་ཁར་སང་དེ་རིང་གི་གནས་བབ་དང་བསྟུན་ནས་བཤད་ན།

ཅིག། ཡེ་ཧོ་བྷ་གཟུགས་དེ་དག་གི་བླང་དོར་ཤེས་མ་ཐུབ་ནའང་རྐྱེན་གྱིས་ནི། ཁྱད་པར་དུ། དེ་ནས་ཅིག་ལོ་ཆུང་གི་རིགས་ད་ལོ་མ་ཡིན་ན་འདྲ་གི། དེ་མ་ཡིན་པ་གི་དེང་སང་གི་དེ་གི་ན་གཞོན་གི་རིགས་འདི་ཚོ་ཡིན་ན། དེ་ནས། ད་ཚོང་ཁང་ད་ནི་ཕྱག་གཉེར་ཁང་འདི་མོ་གང་ན་ཡིན་ན་ཟས་རིགས་འདྲ་མི་འདྲ། དེ་ནས། རོ་མངར་བ་རོ་ཚ་བ་རོ་དཀར་བ། སྐྱེར་བ་དེ་ལ་སོགས་པ་གི་ནི་ནི་རོ་འདྲ་དང་མི་འདྲ་བ་ཐང་མ་གཟུགས་དང། དེ་ནས་དར་རྫས་འགྱེད་ར་བསྟེན་ནས་ད་ནི་གཟུགས་གཞོག་གྱི་མོའང་གཟུགས་གཡོག་གོ་འདྲི་ད་འདི་ཚོ་བསྟེན་ནས་ད་ནི་དེ་གི་དེང་སང་གི་ན་གཞོན་འདི་ཚོའི་དེ་གི་བཟས་རིགས་འདྲ་མི་འདྲ། དེང་སང་ད་ཚང་མས་བཟས་གོ་ནི་ན་འདིའི་མྱ་ང་ད་རེས་གི་དེ་ནི་ཀ་སྙིགས་གི་བཟས་རིགས་བཟས་ནི་རེད། རྟ་འདི་ཚོ་ལི་པོ་གི་ནང་དུ་འཚོང་ནས་བཟུང་སྟེ་དེ་ནས་ཡུན་རིང་བོའི་བར་དུ་ད་རེས་ཀྱི་ཟ་མ་བཞི་བཞི་ཡི་དང་བཞི་མི་འགྱུར་བའི་བཞི་མི་ཐུབ་ཀྱི་དང་ནི་དེ་ནས་གལ་ཏེ་བཞི་ཐུབ་ཀྱི་ཟིག་ཡིན་ན་ར་ནི་དུ་ད་རེས་ནད་ཀྱི་ངོ་བོར་གྱུར་འགྱུར་གྱི་གཏི་མུག་མང་ཟིག་ཡོད་གི་དེ་ཡིན་ན་དེང་སང་དེ་ནས་ང་ཚོའི་སློབ་གྲྭ་གི་དུ་གི་སློབ་གྲྭ་སོ་སོ་གི་ད་རེས་སྒོ་ཁ་དང་ནི་འདི་མོ་ཚོ་ཐམས་ཅད་ད་ནི་དུ་གི་ད་ཅིག་ཟུར་ཟས་འདྲ་མི་འདྲ་དུ་གི་ཟས་རིགས་འདྲ་དང་མི་འདྲ་མང་ཟིག་དུ་ཡོད་འདྲེ་འདི་ཚོ་ཐམས་ཅད་བཟོ་བཞག་དེ་དེ་ནས་རིམ་གྱིས་རིམ་གྱིས་ད་སློབ་མ་ལ་ལ་དུ་ཅིག་ཁྱིམ་པ་དང་ནི་ཧོ་ཁ། དེ་བཞིན་དུ་ནི་ཅིག་སྟོང་སྣོད་ཚང་མ་ལ་སྐྱོན་བྱུང་བོ་དོག་གི། དེ་ནས་སློབ་མ་མང་བོ་ཟུག་ཏུ་བཏང་སང་ཡང་ན་སྨན་ཁང་སོ་སོ་གི་ནང་གི་དག། ཅིག་ལ་ལ་དག་རིགས་ཡར་ཅིག། ཡར་སྣ་དྲག་ཐུབ་ཀྱི་དག་ལ་ལ་དྲག་མི་ཐུབ་ཀྱི་དུས་མང་ནས་ཚུར་མང་ཟུག་ཡོད་ཀྱི་བོ་འདི། ཁར་སང་དེ་རང། དག་གི་ཟས་རིགས་ལ་བརྟེན་ནི་རེད། དེ་ཡིན་ནས་ན་དག་དེ་རང། འདི་ནས་གཞིར་དགོས་པ་ཅིག་ཏུ། དེ་ནས་ཅིག་སློབ་མ་གཙོ་བོ་བྱེད་ས་གི་བོ་གི་ནག་འཇོམས་ཚང་མ་གི། དེ་ནས་ཁར་སང་དེ་རང་གི་ཅིག། ད་རྫས་འགྱུར་ཧྲིལ་ཡོད་ཚེ་ཟས་རིགས་མང་བོ་ཟུག་ཏུ་འདི་ཚོ་ཡིན་ན། ནི་པ་ཀང་གུ་གོ་གི་དུ་ལོངས་ཤུད་མི་ཤུད་ཀྱི་བུ་གར་ཆེ་ས་ཡག་གི་ཧོ་ཡེ་ཙི་ཇོ་ནའི་ན་ང་ཙུ་ད་རེ་མགྱོགས་ཐུག་ཟེར་གྱི་འདི་ཚོ་ཡིན་ན་ད་མགྱོགས་ཐུག་ཅན་ནི་ཀང་ད་རེ་ཟ་གྱི་ཟིག་ཡིན་ན་དུ་ཟླ་བ་བཞི་ད་ནི་ཟླ་བ་དྲུག་གི་བར་དུ་དེ་ནི་ཁོ་གོ་ནང་གི་བཞི་མི་ཐུབ་གི་ཟེར་གྱི་ད་ནི་དང་ས་སྨན་པ་ད་ནི་བཞི་འཇུག་པ་མང་བོ་ཟིག་གི་དུ་ཟེར་གི་ཡོད་ནི་རེད། དེ་དང་འདྲ་བ་ཅང་ཀི་ནི་ངོ་ཆེ་གི་ཏུང་བ་གི་སྐོར་ཡིན་ན་ར་ནི་ད་དེང་སང་འདི་ན་ཅིག་དེ་ནས་ད་རིག་གི་ཁུ་བསོ་རི་ནག་ཅན་ཅིག་ད་རིག་གི་མཐོང་རྒྱུ་ནི་འདྲ་དུ་མ་ཡིན་པ་གི་ནས་ནི་དཔེ་སུ་བཞག་ནས་ཡིན་ན་ད་འདི་ན་ཅིག་གླང་དམར་འདྲ་འདྲ་ཏུང་བ་གི་རིག་མོང་གི་འདྲི་དང་འདི་ཚོ་ཡང་ད་རིག་རྫས་འགྱུར་ར་བརྟེན་ནས་ཁྱེར་ཡོང་ངོ་ད་ནི་དུ་གི་གཙོ་བོ་འདིའི་སྤྲོ་བ་ད་ནི་རོ་འདི་ཚོ་མི་ཉི་མའི་ད་ནི་གནས་སྐབས་འདུག་འདུག་གི་རེད་ཡིན་ན་ཡང་འདི་ཁོ་གི་ནང་གི་ད་རིག་དེ་ནག་གི་ངོ་རུ་འགྱུར་འབྱུང་གི་མོང་གི་ཡོད་གི་དེ་ཡིན་ན་ཡིན་ན། དེ་ནི་འདི་ད་ལྟ་ལྟར་གྱི་ཚང་མ་གི་དེ་གི་གཟའ་བཟོ་བྱེད་དགོས་གི་གཙང་སྦྲ་བྱེད་དགོས་གི། བྱེད་རྒྱུ་གི་ང་ཚོ་འོད་དཔག་ཡིན་ན་ཡང་ཟས་རིགས་འགའ་རེ་ད་ལྟར་གྱི་གཙང་སྦྲ་ད་རུང་བྱེད་རྒྱུ་དེ་ལ་ཡར་ཡར་ཐོན་ཡོད་དགོས་ས་རེད་དཔེར་ན་འོད་དཔག་ཚོ་གི་ཚང་མ་གི་དེ་ནི་རྩམ་པ་བཟའ་ནི་ཡིན་ན་འདྲ་གི་ལྟེ་བ་བཤད་ནི་ཡིན་ན་འདྲ་གི་དེ་ནི་རང་གི་ལ་བྷ་མི་བཀྱི་ད་ནི་ཐ་ཀར་གི་དེ་གི་གཟའ་གཏོ་ནི་རེད་ད་ད་འདི་ཡིན་ན་དེང་སང་དམངས་གི་རྩོད་ཀྱི་རང་འདི་དེ་ནི་ལ་བྷ་ལ་ད་རིག་ད་ཁྲམ་བུ་ཟེར་དགོས་ན་འདྲ་གི་དེ་ནི་ན་རིགས་མོ་ཟིག་དུ་འདི་རིགས་ཡོད་ནི་རེད། དུ་གར་སྟེགས་མུ་གེའི་དང་ནི་ཐ་སྐར་གྱི་གཟའ་མ་གཟའ་འཇོག་ཅན་ནི་ན་དང་གཙུག་འོད་པ་དུ་ནི་ཅིག་མོ་ངོ་གཟུགས་དུ་ནི་དུ་གི་གཟེངས་འགག་དང་ནི་ནད་འདི་མོ་གི་འགྱུར་རྒྱུ་འོང་དུས་ཡང་དར་ཡོད་རྒྱུ་མཚན་ཡོད་ས་རེད་དེ་ནས་ཁྱེད་རང་དེ་དུ་གི་ང་ཚོ་གཟའ་མའི་རིགས་གི་ཡང་ན་གཟའ་བཟོ་ཡི་རྒོལ་ས་མང་པོ་གཟག་གི་ད་དུ་མ་ཡིན་པ་གི་དེང་སང་རྒྱ་ནག་གི་གྲོང་ཁྱེར་མང་བོ་ཟིག་གི་ནང་ན་ཉི་ད་རེབ་གཅིག་ཁ་ཉི་ཤི་གི་ནས་ནི་དེ་ནས་ཅོག་ཙེ་གཅིག་གི་སྟེང་གི་ནས་ནི་དུ་གི་ད་ཚང་མ་གི་རང་རང་སོ་སོ་གཟའ་ཐར་གི་ད་རིག་གཟའ་མ་བླ་ངའི་ད་ནི་གཟའ་སྐྱོ།

ད་རེས་ཀྱི་ཅོག་ཙེ་གི་སྟེང་ན་ཡོད་ནོ་སྙིབ་ཅི་ཁ་དེ་ཁ་ཚང་མ་གི་དེ་གི་གཟའ་བཞག་དེ་དེ་ཡང་རིམ་གྱིས་རིམ་གྱིས་ད་རེས་ཀྱི་ད་ཁ་ཚང་མ་ད་རེས་འགོ་འགྱོ་གྱི་གི་གཏི་མུག་གི་ཉེན་ཁ་ཡག་གི་དེ་ཡིན་ནིས་ན་ང་ཚེ་གི་ད་རེས་འོ་བལ་ཟེར་གྱི་མེད་གི་གར་ཚང་དེ་རིང་གི་འཁོར་ཡིག་འདི་ལ་ཡང་ན་ཅིག་ད་མི་ཐམས་ཅད་གི་ཚེ་སྤྲོག་ཡིན་དུ་འཚོ་མི་ཐུབ་གྱི་གི་རྒྱུ་མཚན་ཡང་ཧ་ཅང་མང་ཟིག་གི་ད་དེ་ལ་དེ་ནས་ཀྱི་རང་ད་རང་ཡང་ཚུ་ད་རེས་ཀྱི་གཙང་སྦྲ་གི་འགོ་གི་གཙང་སྦྲ་འདི་སུ་ཡིན་ནིས་ན་ད་དཔེར་ན་ང་ཚེ་གི་འོ་ཡེར་གི་ད་སྔ་ཡང་ན་ཅིག་འཕྲུལ་རྟེན་ད། འདི་མོ་དོ་གཅིག་གི་གཅིག་བསྐོར་མོ་འདི་ནི་རེད་ལ་ད་བྱིན་ཆོག་གི་ངེས་པར་བྱང་གི་ཡང་ན་ད་རེད་གི་དེ་ནི་འོ་པཱ་སི་དང་སི་ཡིན་གྱི་གཅན་ཙིག་ན་ལོ་ཆུང་ཡིན་ན་འདྲ་རྒས་བཞི་ཡིན་ན་འདྲ་གི་ཚང་མ་གི་ནི་ཁྱད་པར་དུ་ཡང་ན་གཅིག་ཁ་ངོ་བྱེད་ཀྱི་དང་ན་དེ་བཞིན་དུ་ལུས་པོ་ལ་འཁྲིད་བྱེད་རྒྱུ་བོ་འདི་ཧ་ཅང་གལ་ཆེ་བ་རེད་འདི་དྭངས་སང་གི་ད་རེས་གསོ་བ་རིག་པ་དང་ནི་དྭངས་སང་གི་ལུས་གི་ད་རེས་བདེ་ཐང་གི་ད་རེས་རིག་བ། ཤེས་བྱ་འདི་ཚོ་ཐམས་ཅད་ཀྱི་ནང་ལྟེ་ཁྱེར་ཡོང་ནས་ནས་ཁྱེར་འོང་ན་ད་མྱུ་གཟུགས་ཀྱི་ལུས་པོ་དེ་ཡང་ན་དཔེར་ན་ད་རེས་གཟའ་འཁོར་གཅིག་རེ་ཙམ་རེ་གི་མཚམས་ཀྱི་ངེས་པར་དུ་ཡང་ན་ད་རེས་ཀྱི་ལུས་པོ་ལ་ད་རེས་ཁྲིད་བྱེད་དགོས་ནི་རེད་མ་གཏོགས་རྫུན་མི་གར་ཏེ་མི་ཞིག་གི་སྤྱན་གཟིགས་ནས་ན་ད་ལུས་ཁམས་དེ་ལ་ཡང་ན་གཅིག་དཔེར་ན་དྲི་མག་ད་ནི་མོའོ་གཟུགས་དུ་ན་བ་བྷི་ཁུང་ངོ་ནུས་བརྒྱུད་དེ་ནི་དུག་ཁུག་ནང་བཞི་གའི་ད་ནག་གི་བར་འགྱུར་གྱི་མོའོ་གཟུགས་དུ་ཡོད་ག་གི་གར་སྟེང་གི་ཆེ་གེ་རྒྱུན་ལྡང་གི་ལུས་པོ་ལ་ད་རེས་ཀྱི་ཁྲིད་བྱེད་རྒྱུ་དེའི་སྤྲོ་སྐྱིན་ཧ་ཏུ་ཆེ་གང་ནས་ན་ད་རེས་ཀྱི་ལི་པོ་ནས་སི་ར་ད་རེས་ཞིག་བས་ནར་འདྲ་ན་འདི་མོ་ཚོ་ཐམས་ཅད་དུ་མི་འགྱོ་ཟེར་གྱི་དུག་སོང་བ་གི་དེ་དང་འདྲ་བ་ཅང་གི་ངུ་ཚུགས་ད་རེས་ཀྱི་ད་སྔ་མོ་ཡ་ར་ལང་ལས་ད་རེས་ཀྱི་དུག་གི་སོབ་དྲི་གྱི་ད་ན་དེ་ནས་ཅིག་དགོང་མོ་མ་ར་ཉ་ར་འདི་ཡང་ན་ངེས་པར་ཅང་གི་ཡང་ན་སོབ་དྲི་དགོས་ཀྱི་ཟི་རེད་བྱེད་ཀྱི་ཀུན་ངོ་མ་གི་བདེ་ཁུང་གི་དབང་དུ་བྱེད་ཀྱི་ཅང་ཙི་ཡིན་ན་ཟ་མ་རེ་རེ་ཟུར་རྒྱབ་དུ་ན་སོ་རེ་བྲི་གྱི་ཅང་ཙི་ཡིན་ན་ཧ་ལས་པ་གི་ད་རེས་ཀྱི་ལི་ཁི་མ་བདེ་ཐང། གཞུང་རྒྱུད་ཀྱི་སྟོད་གོས་ལྟར་གྱི་གསུང་ཡོད་ནི་རེད། ད་ངུ་ཚུལ་ལྟར་རིགས་དེ་གནའ་བོའི་ལྟར་རིགས། དེ་ནི་སྤྲུལ་རྒྱན་གྱི་སྐབས་ན་ཡིན་ནར་ནི་ཐམས་ཅད་དུ་ཁ་ནས་བྱུང་བ་ཡིན་རྫས་ནི་རེད། ད་ངོ་མ་ངི་ཆེ་གི་ཞིག་ཟ་མ་བཟའ་ལུགས་ཡིན་ནར་འདྲ་གི་འཕྲོད་བསྟེན་གྱི་སྐོར་གྱི་དེ་ཡེ་ཧོ་མ་ཡོང་ནས་བཟུང་སྟེ་དེ་ནས་ད་སོ་གི་ནང་ཡིན་ནར་དེ་ནི་ཡང་ཅིག། གནའ་རིགས་ཀྱི་འབུ་མོང་ཟིག་དེ་ལྟར་རིགས་ཆི་གས་ཁྱེར་འོང་བ་དུད་གར་སྟེ་ལྟར་རིགས་དེ་ནི་ཆུ་ཚོད་བཞི་ལྔ་དྲུག་བདུན་དུས་མོ་མགོ་རུ་ཁྱེར་འོང་སྟེ་ད་དུད་གི་དུད་རིམ་གྱིས་རིམ་གྱིས་དུད་གི་ཁ་ནང་བཞུགས་གས་ད་ནི་ལུས་ཁུག་ནང་ནག་གོས་འགྱུར་རྒྱུ། མོའུ་གཟུགས་ནི་རེད་ཁྱད་པར་དུ་ཡང་ན་ད་ང་ཚོས་གར་སོང་དེ་རིང་གི་སྤྲོ་སྐྱིད་གི་དབང་དུ་བྱས་ན་སྔ་མོ་གཅིག་ད་རེས་ཀྱི་སོ་གཟུགས་སྐྱིད་ནི་རེད་ད་ད་སོ་སྐྱིད་སྐྱིད་དེ་ཡང་ན་རིང་ཁར་གི་གཅིག་སོར་མོ་མཛུབ་དགུ་ཙམ་ཙམ་མ་གཏོགས་བཙལ་མིན་ན་སོ་རེ་རེ་གི་དེ་གར་རྩ་བ་ནས་ད་རེས་ཀྱི་དེ་ནར་དྲག་ཆ་ག་ཟེར་དགོས་ན་འདྲ་གི་ཁ་ནང་གི་དྲི་མག་ཆ་ག་དེ་ནི་རེ་རེ་བཞིན་དུ་བྲུད་རྒྱུ་བ་ད་རེས་ལྟོ་གོ་ནི་མ་རེད་དེ་ནས་ན་སོ་བྲུད་སྐྱིད་དེ་ཡང་ན་ཁི་སྐྱིད་གཟུགས་དེ་ཡིན་རུང་མགོར་དཀར་བཞག་ཡོད་ད་ན་སོ་ཚང་མ་དེ་ད་རེས་གཙང་མ་ཡིན་ཧ་གཟུགས་བྲུད་སྐྱིད་ད་ན་དེ་ནས་སྔ་མོ་བྲུད་ནི་ཙམ་ཙམ་མ་ཡིན་པ་གི་ནུབ་དུས་ཉྭ་ར་སྐོར་དེ་ངེས་པར་བྱང་གི་ཡང་ན་དེང་སང་མི་རིགས་གཞན་པ་ཚོ་ཡིན་ན། དེ་ནས་ད་རེས་ནུབ་ཏི་ཉྭ་ར་འདི་གང་ལྟར་ཡང་ན་དེ་ཁ་ངོ་གཟུགས་བྲིས་ཀྱི་ད་ནི་སོ་གཟུགས་བྲིས་ཀྱི་རྐང་བ་གཟུགས་བྲིས་ཀྱི་འདི་མོ་ཚོ་ཐམས་ཅད་དུ་ནི་ཁོང་རིགས་ཚོ་ལ་སྤྲོ་སྐྱིད་འདི་མོ་ཆགས་ཡག་གི་ན་དེ་དང་འདྲ་བ་ཅང་གི་ངུ་ཚོ་ད་རེས་བོད་པ་ཚོ་ཡིན་ན་ད་ཅིག་རབ་ན་ད་རེས་རྐང་བ་དང་ཁ་ངོ་ད་རེས་འདི་མོ་ཚོ་ཐམས་ཅད་ཁྲི་བྷ་ཡི་ལི་པོ་ཡིན་ན་ཆ་རྐྱེན་ཡོད་ན་དུ་གི་ཁྲི་བྷ་ཡི་ཀྱི་འདི་ད་རེས་ལི་ཁམ་གི་བདེ་ཐང་ཧ་ལི་པ་གི་ད་རེས་སྐར་ཆེན་པོ་ཟི་རེད་གལ་ཏེ་དེ་ལྟ་བུའི་ཆ་རྐྱེན་དག་ནི་དེ་ལྟ་བུའི་ཅིག་ད་དུས་ཚོད་མེད་ཀྱི་ཅན་ཟིག་ཡིན་ན་གང་ལྟར་ཡང་ཉག་ར་འདིའི་སྟེང་ནས་ད་ཉི་མ་གཅིག་གི་ཟ་མ་བཟོ་ནི་ཡིན་ན་འདྲ་གི་ཁ་ནང་ན་ཅིག་འདྲ་དང་མི་འདྲ་གི་ད་རེ་གི་དྲི་མ་དེ་ནི་ད་རེ་གི་མོའུ་གཟུགས་དུ་ཡོད་ནི་རེད་འདི་ཚོ་ཐམས་ཅད་དུ་མ་ར་ད་རེ་ཆེ་གི་བཀྲིས་ཡིག་ཁྱི་རོང་བོ་དང་སོ་བཀྲིས་རྒྱུ་འདི་ཧ་ཅང་ད་རེ་གལ་ཆེན་པོ་རེད་དེ་དང་འདྲ་བ་ཅན་གི་ང་ཚོ་ད་རེ་གི་ད་བོད་ཡུལ་གི་ཡིན་ན་ར་ནི་ད་ལྟ་ད་རེ་ཅིག་ཤེས་བྱ་མོའུ་གཟུགས་གློ་གཞུང་ཞིག་ཡིག་ཁྱིར་ཡོང་བའི་ད་ནི་དེ་ནི་ད་རེ་དང་རབས་ཀི།

དམངས་ཁང་ཆེན་མོ་ཟིག་གི་ནང་སོང་ནས་ཡིན་ན་ད་ལྟའི་ནས་སྐབས་ན་དེ་ནས་ཅིག་སྒོར་མོ་གི་འགྲོ་གྲོན་ཡང་ཧ་ཅང་ཆེན་པོ་རེད་ད་ཡིན་ན་ཡང་ན་ནད་ཀྱང་ན་ད་རེ་གི་ད་ཉེན་ཁ་ཆེན་པོ་ལ་ད་རེ་གི་ཚོང་ལ་ད་ཡག་གི་རྟགས་གཅིག་རེད་ད་རུང་ད་རེ་གི་ཟེར་དགོས་ཀྱི་ཟིག་ད་དེང་སང་ད་རེ་གི་འདི་ནམ་ཆེན་པོའི་ནད་ཟིག་ཡོད་ཀྱི་འོ་འདི་ང་ཆགས་གི་འོ་པ་ཟིག་ནས་བཟུང་སྟེ་རྩ་ཐང་གི་སྟེང་ང་སོང་བས་ད་ནི་རྒྱུན་ལྡང་གི་ད་རེ་རྩ་ཐར་ཆག་གི་ཆག་གི་ཁྱེར་ཡོང་བ་ད་ནི་དེ་གི་སོ་བྲི་གྱི་འདི་གི་ཡི་གོ་ནི་རེད་ད་འདི་གི་ཁ་སང་དེ་རང་དེ་གི་འཛམ་གླིང་གི་ཅིག་ཁྱད་པར་དུ་བོད་ཡུལ་གི་དེ་གི་ས་ཆ་འགའ་རེ་གི་གཙོས་བྱེད་ས་ཟིག་གི་མང་བོ་ཟིག་ག་ནིམ་ཆེན་པོ་གི་ནད་དུ། འཁྲབ་སྐྱོར་སྐྱིད་པོ་རྒྱུ་མཚན་ད་རེས་ཀྱི་ད་ལྟའི་ཐིག་ཡིག་འདི་དོ་ནི་རེད་དེ་ཡིན་ནི་ཁྱེད་རང་འདིའི་དག་གི་ང་ཚོ་ད་རེས་བོད་པ་དེར་རྒྱུན་ལྡན་གི་ཡིན་ན་རྩ་ཐང་གི་ད་རེས་ཀྱི་དེ་མི་རིགས་ཟིག་རེད་རྩ་ཐང་གི་མི་རིགས་ཡིན་ནི་ཁྱེད་རང་འདིས་ཁྱད་པར་དག་དབྱར་ཁ་དང་འདི་མོ་ཚོ་ཐམས་ཅད་དུ་རྩ་བཅག་གི་ད་ནི་རྩ་གི་ད་རེས་སྲོག་ཤིང་རྒྱུ་འདི་ད་རེས་ཀྱི་ད་ལྟའི་ནད་མཆིན་བུ་གི་ནད་འདི་མགོ་གཅིག་གི་ད་རེས་ཐུན་མོང་མ་ཡིན་པ་གི་དག་གི་རྒྱུ་ཆ་རེད་ཟེར་གྱི་ཡོད་གི་དེ་ཡིན་ནི་ནད་དག་གི་ཚང་མ་གི་ད་འདི་ཚོ་ད་ལྟ་ད་རེས་ཀྱི་གཟབ་གཟབ་བྱེད་ཀྱི་ཡོད་དེ་ཧ་ལས་པ་གི་དག་གི་གར་ཆེན་པོ་རེད་མ་གཏོགས་ཙེ་མི་འདི་མི་སུ་དང་སུ་ཡིན་ན་ར་ནི་ད་ཅིག།

ད་ཁམས་དང་ཁྲོ་བོ་དང་ནི་བདེ་ཐང་ཡོང་ནི་དེ་ནས་འོག་གི་ད་རིགས་གཅིག་ནི་ཕྱི་གི་ད་རིགས་ས་གཤིས་དང་གནམ་གཤིས་ནུས་མོ་ཚོ་ཐམས་ཅད་དང་ཧ་ཅང་མཐུན་པ་གི་ཟས་རིགས་ད་རིགས་གཡག་བ་རེད་དེ་མ་ཡིན་པ་གི་དེང་སང་ད་རིགས་ད་འདི་ན་གཅིག་ཚོང་ཁང་འདྲ་དང་མི་འདྲ་བའི་ཆ་གི་ནང་ན་གཅིག་འདྲ་མི་འདྲ་གི་ཟས་རིགས་མང་བཟོ་གི་ནི་རེད་ད་འདི་ཚོ་ཐམས་ཅད་དུ་ནི་འགའ་རེ་ནི་ད་གཅིག་ཞང་སྣུམ་དང་ནི་འདི་མོག་ཏུ་ཡི་ཁྱེར་ཡོང་བས་ད་ནི་དེ་གི་ད་ད་རིགས་ལི་ཁི་མ་མུམ་ཁྲོ་སྐྱིད་གི་ཚོ་སྣ་མང་བཟོ་གི་སོང་གི་ནི་རེད་ཡང་འགའ་རེ་ནི་ད་རིགས་དེ་ནས་ད་ད་གི་རྫིས་འགྱུར་གི། དག་ད་གྲུབ་ཆ་མང་བོ་ཟིག་ག་བལྟས་ནས་ད་ནི་དག་ད་འདི་མི་རིགས་ཀྱི་ད་ནི་འདི་མི་ལབ་ཀྱི་ད་ནི་འདི་མོ་ཡིན་ན་ར་འདི་ཡིན་ད་རིག་ཟེར་རིག་འདི་ཚོ་ཐམས་ཅད་ཁུག་ནང་དུ་ནི་ཁྱེར་འོང་དུས་དུ་ཡང་ད་རིག་ད་སྨྲ་འགུལ་གྱི་ནི་བཤད་པ་ལྟ་བུ་མར་བཞི་མི་ཐུབ་བས་ད་ནི་དེ་ནས་ད་རིག་རིམ་གྱིས་རིམ་གྱིས་ཡང་ནར་རིག་ད་དེང་སང་ང་འཁྲིད་མཛད་གི་འདུག་ཀྱི་དུ་འཛམ་བུ་གླིང་གི་སྟེང་གི་ཡང་ན་ཧ་ལས་པ་གི་ད་རིག་མི་ཐམས་ཅད་དུ་ནི་དེ་ནས།

སངས་རྒྱས་བཅོམ་ལྡན་འདས་ཡང་ན་ཅིག་སྨན་གྱི་གཞི་དང་ན་དེ་བཞིན་དུ་སྨན་བསྟེན་ཚུལ་ལ་སོགས་པ་དག་གི། ད་མདོར་རྒྱུད་ཐམས་ཅད་ཀྱི་སྐབས་ན་ཧ་ཅང་མང་བོ་ཟིན་ཏོ་གསུང་བ་ནི་རེད་དོ་ཧ་ཅང་གལ་ཆེན་པོ་རེད་དེ་ནི་དེའི་ནང་རྐྱེན་ཡང་ན་ཅིག་ནང་རྐྱེན་ང་ཚོ་ཁྱད་པར་ཆེན་པོ་ཟི་ག་ཏང་གི་གཙོ་བོ་པ་ཡིན་ན་ཚང་མ་དང་ལས་རྒྱུན་འབྲི་དང་ཚེ་འདི་ཕྱི་དེ་ནས་འདི་མོ་ཚོ་ཐམས་ཅད་དང་ཡིད་ཆེས་པ་རེད་དེའི་ནང་གི་ཡང་ན་ཅིག་ང་ཅིག་གིས་ད་དགེ་བ་ཡང་དག་པ་བསྒྲུབ་བའི་སྡུག་ཧ་མི་ཤེས་ཀྱི་འོ་དོ་གལ་ཆེན་པོ་རེད་གལ་ཏེ་ང་ཅིག་གིས་ཚེ་འདས་ད་རིག་སྡུག་ཧ་དེ་ནས་གཅིག་དཔེར་ན་སེམས་ཅན་གྱི་སྐྲོག་བྱ་སྐྱི་དང་ནག་བྱ་ན་གདོང་ཐོག་ཞེས་པ་ལ་སོགས་པ་བྱེད་ཀྱི་ཅང་ཙེ་ཡིན་ནས་ན་ད་གཅིག་གདོང་དང་ནད་མང་དག་ནི་དེ་བཞིན་དུ་ནི་དུག་གསབ་སྲིད་པ་ཚེ་ཐུང་ཟིལ་གྱིས་གཡོགས་ཁྲིམས་དུ་དང་འདྲ་བ་ཅང་ཀི་ནི་ཚེ་རབས་འདི་གར་སྟེ་གཅིག་གཞན་གྱི་སེམས་ཅན་ལ་གནོད་པ་བྱེད་ཀྱི་ཅང་ཙེ་ཡིན་ན་དེ་ནས་ད་རེས་ཚེ་རབས་མང་བོའི་བར་རང་ཡང་དུག་ནད་པ་དང་ནི་དབང་པོ་མི་ཚང་བ་དང་ནི་དེ་ནས་ད་རེས་སེམས་ཁམས་སྡུག་བསྔལ་ཅན་ལྟད་མོ་བགྱིར་ནུས་པ་ཅན་ཡིན་ནི་རེད་དེ་ནས་ཁྱེད་རང་དེ་སྔ་ཆད་ཀྱི་ཡིན་རུང་བར་གྱི་གཅིག་ད་རེས་བདེ་ཐང་བསམ་བློ་བཏང་དགོས་ཀྱི་ཟིན་ནས་ན། འདི་ནི་ཚང་མ་གི། ད་ཅིག་སངས་རྒྱས་བཅོམ་ལྡན་འདས་ཀྱི་ད་རེས་ཀྱི་མདོ་རྒྱུད་ཐམས་ཅད་ཀྱི་ནང་ན་སྤྱིར་ལྟར་གསུང་བ་བཞིན་དུ་ནི་དགེ་བའི་རྣམ་པར་དག་པ་བསྒྲུབ་པའི་ཁྱད་པར་དུ་ཡང་ནི་སེམས་ཅན་ཚང་མ་ལ་ད་རེས་ཀྱི་དེ་ནི་ཞལ་སྐྱོང་འདུ་ཤེས་ཀྱི་འོ་ད་ཧ་ཅང་གལ་ཆེན་པོ་རེད་ནུབ་ཕྱོགས་ཀྱི་མཚན་ཉིད་རིག་པ་ད་རེས་ཀྱི་ཧ་ཅང་གྲགས་ཆེན་པོ་ལ་ད་ཧུ་ཟེར་གྱི་ཟོ་རེད་ཁོའི་ཆུ་རྩེ་འོ་ན་རེ་རྩེ་ནས་ན་དུག་སྨན་པ་ཟིག་ཆེམས་མཚོན་གྱི་སྤྱན་གཟིགས་ན་ལུས་ཁམས་ཀྱི་ནད་ད་རེས་ཀྱི་དེ་ནི་ཡ་ཧ་ཟིག་ཏུ་བཅོས་ཐུབ་ཀྱི་ད་ནི། དེ་ཡང་སྨན་པ་ཟེར་རེད་ཟེར་རེད་ད་ནི་གལ་ཏེ་སེམས་ཁམས་ཀྱི་ནད་བཅོས་མི་ཐུབ་པ་ཡིན་ན་དེ་སྨན་པ་མཚན་ཉིད་པ་མ་རེད་ད་རེད་གང་ལྟར་ཡང་ད་རེད་ལུས་སེམས་གཉིས་ཀ་དུ་ད་རེད་འབྲལ་དུ་མི་བྱེད་པ་གི་ད་རེད་ངོ་བོ་ཟིལ་དུ་གྱེས་ཡོད་ནས་བཟུང་སྟེ་སྨན་པ་ཡང་དག་པ་ཟིན་ནས་ན་ལུས་ཁམས་ཀྱི་ནད་བཅོས་པ་མ་ཚད་དུ་སེམས་ཁམས་ཀྱི་ནད་བཅོས་རྒྱུ་དུ་ཡང་ཧ་ཅང་གལ་ཆེ་བོ་རེད་ཟེར་བའི་སྐད་ཆ་བཤད་ཡོད་རེད་ད་དེ་དང་འདྲ་བ་ཅན་གྱི་ང་ཚོའི་ནང་ཆོས་ཀྱི་སྐབས་ན་ཡིན་ན་ད་དེ་ནས་ཅིག་ལུས་སེམས་གཉིས་ཀ་བདེ་ཐུབ་ཀྱི་ཐ་ད་ནི་དེ་ནས་ད་རེད་མང་བོ་ཟིག་དུ་ད་རེད་གསུངས་ཡོད་ནི་རེད་ནས། དེ་ཡིན་ནའི་ཚང་མ་གི་ད་རེས་རང་ཡིན་ན་འདྲ་གི་གཞན་ཡིན་ན་འདྲ་གི་འདི་ཚོ་ཐམས་ཅད་དོ་གི་ནས་ན་ད་ལུས་སེམས་ད་རེས་བདེ་བ་འཇོག་རྒྱུ་འདི་ཧ་ཅང་གལ་ཆེ་བ་རེད་མཁས་དབང་དགེ་འདུན་ཆོས་འཕེལ་གི་ཡང་ན་ད་རེས་མིག་མེད་གྲོག་མ་བདེ་བའི་དོན་འདི་འགྲོ་བསམ་མེད་རྐང་མེད་བསམ་གྱི་བསམ་པ་རྐང་མེད་བདེ་བའི་དོན་འདི་འགྲོ་ཟེར་གྱི་མདོར་ན་ང་ཚོ་འཇིག་རྟེན་གི་མི་ཐམས་ཅད་དོ་འདི་ནི་དེ་གི་ཚང་མ་བདེ་བའི་དོན་འདི་འགྲོ་དགོས་ནི་རེད་བདེ་བའི་དོན་འདི་འགྲོ་རྒྱུ་འོ་དོག་གཙོ་བོ་ད་རེས་ལུས་ཁམས་དང་ནི་སེམས་ཁམས་བདེ་བ་འདི་རེད་ད། ད་ཡིན་ན་ཡང་ན་ཅིག་སེམས་ཅན་འགའ་རེ་གི་དག་གཞན་དུ་དང་ལག་ལེན་གཉིས་ཀ་ཕྱིན་ཅི་ལོག་ཏུ་སོང་བ་ཁྱེར་འོང་དང་ན་དེ་ལྟ་བུ་ད་རེས་ཅིག་དེ་ནས་བདེ་བ་གི་རྐྱེན་ཡང་དག་པ་ཟིན་ཏུ་འགྲུབ་མི་ཤེས་མཁན་གི་དེ་ནས་ད་རེས་སེམས་ཅན་ཀྱང་མང་བོ་ཟིན་ཏུ་ཡོད་ནི་རེད་སྒྲུབ་མི་ནུས་མཁན་གི་སེམས་ཅན་ཀྱང་མང་བོ་ཟིན་ནི་རེད་སྒྲུབ་མི་མོས་མཁན་ཡང་མང་བོ་ཟིན་ནི་རེད་གང་ལྟར་ཡང་དག་ད་ང་ཚོའི་དག་བོད་པ་ཐམས་ཅད་པོ་ཡང་ན་ཅིག་མི་རིགས་གཞན་པ་དང་ན་དེ་བཞིན་དུ་ན་ཅིག་རྒྱལ་ཁབ་གཞན་པ་དང་ན་འདི་མོ་ཚོས་ད་རེས་གི་ད་རྗེས་སུ་ད་རེས་ཀྱི་ཡར་གཅིག་འབྲང་ཐུབ་པ་དང་ན་དེ་དེ་དག་གི་ད་རེས་ཤེས་བྱ་ཡིན་ན་འདྲ་གི་དེ་དག་གི་ད་རེས་ཀྱི་ད་སྔོན་ཐོན་གྱི་ཅིག་རིག་གནས་དང་ན་ལག་རྩལ་ད་ཁྱད་པར་དུ་ཅིག་སྨན་བཅོས་འདི་ཚོ་ཐམས་ཅད་ད་ནི་ཚང་མས་ད་རེས་བློ་སྦྱོང་བྱས་ཏེ་ན་དེ་ནས་རང་གཞན་གྱི་ད་རེས་ཀྱི་སེམས་ཅན་ཐམས་ཅད་པོ་ད་རེས་ཀྱི་བདེ་བའི་ཆེད་དུ་ན་ད་ཅིག་འབད་བརྩོན་བྱེད་རྒྱུ་འོ་འདི་ཅིག་མི་རེ་རེ་བཞིན་འདི་ཡང་ན་ཧ་ལས་པ་ད་རེས་གལ་ཆེན་པོ་ཟིག་རེད་དེ་མ་གཏོགས་དེ་རིང་ད་རེས་གཞི་བྱ་གཞན་མེད་ཚང་མ་ལ་བཀྲ་ཤིས་བདེ་ལགས་བཞི།